ཨ་ལས། ཨ་ནི་སྤུ་གུ་ལོ་ག་ཚོད་རེད། སྤུ་གུ་བུ་དེའི་ད་ལྟ་ལོ་བཅོ་ལྔ་རེད། ཨ་ནི་སྤུ་གུ་བུ་མོ་དེ་ལོ་བཅུ་རེད། ཨ་ལས།
སྤུ་གུ་ཚོས་སློབ་སྦྱོང་ཡག་པོ་བྱེད་ཀྱི་འདུག་ཧ་ཧ། གོ་ཨ་གོ། སྤུ་གུ་དེ་ཕྱི་ལོག་ལ་འགྲོ་ཡ་དཔའ་དགའ་པོ་ཡོད་རེད། ནང་ལ་བསྡད་ཡ་དགའ་པོ་ཡོད་མ་རེད། ད་དུང་གྲོགས་པོ་མཉམ་དུ་འགྲོ་ཡ་དཔའ་དགའ་པོ་ཡོད་རེད། ཡིན་ནའི་ངའི་བུ་མོ་ཆུང་ཆུང་འདི་དེབ་ལོ་ཡ་དང་རི་མོ་བྲི་ཡ་ལ་དཔལ་དགའ་པོ་ཡོད་རེད། མོའི་ཨ་མ་ཡང་རི་མོ་བྲི་ཡ་ལ་དགའ་པོ་ཡོད་རེད། ཨ་ལས།
དཔེ་ཡག་པོ་རེད། ཨ་མ་དང་བུ་མོ་འདྲ་བོ་རེད།
ཨ་ཧ། རེད། ད་དུང་ངའི་བུ་མོ་ཆུང་ཆུང་འདི་གཞས་འཁྲབ་ཡ་ལ་དཔལ་དགའ་པོ་ཡོད་རེད། གཞས་དཔེ་ཡག་པོ་འཁྲབ་གི་རེད། ཨ་ལས།
ངའི་སྤུ་གུ་ནི་ཁ་པར་བཙལ་ལ་དཔལ་དགའ་པོ་ཡོད་རེད། དེབ་ལོ་ཡ་ལ་ཁྱོན་ནས་དགའ་པོ་ཡོད་མ་རེད།
རེད་རེད། དེང་སང་སྤུ་གུ་དེ་ཚོ་ཁ་པར་ལ་སྤེལ་དགའ་པོ་འདུག་ཨ། རེད་རེད། སྤུ་གུ་ལ་ཁ་པར་སྤྲེལ་ན་ཡག་པོ་མི་འདུག་ཨོ། ང་གཉིས་བྱ་དུ་ང་འགྲོ་རྒྱ།
རེད་རེད། ཡིན་ནའི་ང་བྱ་དུ་ངས་ལ་དགའ་པོ་མེད། ངས་ཆུ་ཚ་པོ་བཏུང་གི་ཡིན། འགྲིག་གི་རེད།
ཨ་ནི་གྲོ་གོ་ཏུ་འུ་དུ་ཨ་ག་རེ་ཟ་ཡི།
ཞེ་དྲག་ཏུའུ་མི་འདུག། ང་གཉིས་མཉམ་དུ་ཞོག་འོང་སྔོན་མོ་ཅིག་ཟ་འོ་མ་རེད་པས། རེད་རེད།
ང་ཞོག་འོང་ངོ་མ་ཟ་ཡ་ལ་དཔེ་དགའ་པོ་ཡོད།
ཨང་ལེ། ང་ཡང་དགའ་པོ་ཡོད། ཡིན་ནའི་མང་པོ་ཟས་ནི་གཟུགས་པོ་ལ་ཡག་པོ་ཡོད་མ་རེད། བྱས་ཙང་ཞོག་འོང་སྔོན་མ་མང་པོ་ཟ་ཡ་དགའ་པོ་མེད། རེད་རེད་ཏག་ཏག་རེད། ལུས་རྩལ་རྩེ་ཡ་དགའ་པོ་ཡོད་པས། གོ་ཨ་གོ། དགའ་པོ་མེད། ཡིན་ནའི་ཉི་མ་རྟག་པར་ལུས་རྩལ་རྩེ་གི་ཡོད།
རེད་རེད།
ད་ང་གཉིས་འགྲོ།
ཡ་ཡ། འགྲོ།